ཆོས་ཚིག་དང་འབྲེལ་བའི་གི་ཐ་སྙན། ཁ་ཤས་ཤིག་མ་གཅིག། ཀློག་འདོན་ཞུ་གི་ཡིན། ཨ་འདི། ཚར་བ་དང་ལམ་རྒྱང་ཨ་ནི་ང་རང་ཚོ། ཁྱེད་སེ་སློབ་ཚན་ཞིག་སོང་རྗེས་སོང་དུས་ནི་མ་མུ་མཐུད་རྗེས་མ་ཀློག་ཡག་ཡིན་ད། ཡ། ད་དང་པོ་འདི་རེད་དུང་ཨ། ཤེས་པ་རྣམ་པ་གསུམ་གི་མིང་གིས་བྱས་རྗེས།

དང་འདྲ། ཞུས་ཟིན་པ་ཆེ། དེ་ནས་འདི་བ་དེ་གང་རེད་དམ། འོ་རིག་པའི་གནས་ལྔའི་མིང། རིག་པའི་གནས་ལྔ། འོན་ཡང་ད་འདི་ལ་ཡང། འོ་སྒྲ་རིག་པ་ལ། ཤབྟ་བི་དྷི་ཡ། ཤ་པ་ཤབ། བརྡར་བ། ཤབ་དང་བི་དི་ཡ། བ་ཀི་གུ་བི་ཏཱ་བི་ཏི་ཨ་ནི་ཡ། ཅེས་བྱ། ཤབ་ཏ་བི་དི་ཡ། དེ་ནས་གཏན་ཚིགས་རིག་པ་ལ། ཧེ་ཏུ་བི་དི་ཡ། ཧེ་ཏུ་བི་དི་ཡ། དེ་ནས་ནང་དོན་རིག་པ་ལ། ཨ་དྷི་ཡ་ན་བི་དི་ཡ།

ཡ། དེ་ནས་གཅིག་པུ་རྣམ་པར་ཐར་པའི་སྒོ་གསུམ་བཤད། དེ་སྒོ་གསུམ་དེ་སྟོང་པ་ཉིད་ལ་ཡང། ཤུ་ནི་ཡ་ཏཱ། ཤུ་ནི་ཡ་ཏཱ་དེ་ང་རང་ཚོ་བོད་པའི་གཙང་མ་གློ་བུར་ཨོ་མོ་ཤུ་ནི་ཡ་ཏཱ་ཞེས་བཤད་ཤུ་ཤུ་ན་ཤུ་ནི་ཡ་ཤུ་ནི་ཡ་ཏཱ། དེ་ནས་མཚན་མ་མེད་པ་ལ

ཨ་ནི་མི་ཏན། སྨོན་པ་མེད་པ་ལ་ཨ་པྲ་ནི་ཧི་ཏན། ཨ་པྲ་ནི་ཧི་ཏན་བྱས་རྗེས་རྟགས་གང་ལ་ཡང་ཐིག་ལེ་ཅན་དེ་ན་ཡི་སྒྲ་དང་ཏུའི་ཨ་རི་དང། ཁོ་རང། བདེ་བའི་ཐ་མལ་གྱི་ཡི་གེ་འདི་ཀློག་ཡ་རུ་བ་རྗེས་སུ་ང་རོའི་སྒྲ་དེ་ཚོ།

ཨོ་ཡ་ཆུ་ད་ཁྱེད་ཟེར་མ་འཕྲོ་དེ་ནས་ཞུ་ཡ་རེད། ད་དེ་རིང་ང་རང་ཚོ་ཤོག་གྲངས་དྲུག་བརྒྱ་བཞི་བཅུ་ནང་ཟིག་དགོས་ཀྱི་འདུག་ད་ད་ལྟ། བཀའ་འགྱུར་ནང་ཡོད་བསྡད་པའི་གཟུངས་བསྡུས་དཔེ་དེབ་ཀྱི་ཁ་གྲངས་བྱས་པས་ན་བརྒྱ་དང་ཉི་ས་དྲུག་ཡིན་པ། དཔེ་དེབ་བརྒྱ་དང་ཉི་ས་དྲུག་བྱས་ཨ་ནི་ཤོག་གྲངས་བཞི་བརྒྱ་དྲུག་ཅུ་ནང་ཟིག་དགོས་ཀྱི། ད་དུང་མ་དེ་ལ་ཡང། མཚན་བྱང་འདི་མ་ཞུས། སྐྱེ་གར་སྐྱེས་དུ་ཨར་ཡ་མོ་ཀ་པ་ཤ་ཧྲི་དཱ་ཡང་ན་མ་མ་ཧཱ་ཡ་ན་སུ་ཏྲ། ཨར་ཡ་མོ་ཀ་པ་ཤ་ཧྲི་དཱ་ཡང་ན་མ་མ་ཧཱ་ཡ་ན་སུ་ཏྲ།

སྦས་མར་བ། ཡ། དེ་ནས་སར་བ་བུ་ད་བུ་ཏི་སར་ཏུ་བའི། བ་ཡ། སར་ཏུ་བའི་ཟེ། ཏ། ཨ་ནི་བ་སུ་ཡོད་དུས་འབྲིང་པོ་དེ། འོག་མའི་ཡི་གེ་བ་སུ་ལ་དབང་གི་འོད་ཟ། ཏ་བའི་ཞེས་གསུངས་ཡ་ལ་ད་སར་བ་བུ་ད་བུ་ཏི་སར་ཏུ་བའི། བ་ཡ། དེ་ནས་ན་མོ།

སངས་རྒྱས། ཅེས་དགའ་བདག་དགའ་སྤྲོ་མགུ་རུ་གཏོང། དེ་ལ་ཡང་ས་ག་གང་ལ་ཡང་ཐིག་ལེ་ཅན་ཏེ། དང་ང་ཡི་སྒྲ་དང་དོན་ཡང་རེད་ཁོ་རང་གི་ཚིག་གྲོགས། བཀའ་གཏེར་ཡི་གེ་ལས་དང་དགའ། བཀའ་གཏེར་ཡི་གེ་སོང་ཙང་ཨན་བཀའ་གཏེར་དང་མེད། བཀའ་གཏེར་ཡི་གེ་དང་མེད་ང་ཡི་སྒྲ་དང་དེ་བློ་ཡང་རེད་སངས་རྒྱས། སྦ་ཡུགས་བྱས་བྱས་ལྟ། སྦ་ཡུགས་ཁྲིད་དེ་ལ་ཡང་ཡི་གེ་ཉག་གི་སོབ་ལྟ་ཡོད་དེ་བས་དེ་ཤིན་ཏུ་རུ་མེད་ཀྱི་སྒྲ་དོན་ཡག་གི། མཚོན་དོན་རེད་ཅི་རེད་ཁོ་རང་མི་ཟེར་སྒྲ་ཟུར་བ་ཟེར་མཁན་ཡོད་མ་རེད་ད། སྦ་ཡུགས་བྱས་བྱས་ང་རང་རྫོང། ཡི་གེ་དུ་མ་བཟོས་རྗེས་ཐུང་ངུ་ཐུང་ངུ་དང་རིང་པོ་དང་ཤིན་ཏུ་རིང་པོ་སུ་བྱས་རྗེས། སྒྲ་གདངས་སུམ་བརྩེགས་ཡ་ཡོད་པ་ནས་ཤིན་ཏུ་རིན་མེད་ཀྱི་སྒྲ་ཡི། བི་གའི་མཚོན་དོན་ལ་ཉྀ་ཉྀ་ཡི་སོབ་ལྟར་ཕན་འབྲས་བྲིས་གནང་གི་རེད། བ་ཡོ་ཏི། ཏ་ན་ག་ཏ། པྲ་ཏི་ཡུ་ཏུ་རུ་ཏ། པྲ། པྲ་བཅས་ཏ་ཡ་ཏ། ཏ་ཡ།

ཁོ་རང་གི་རྒྱབ་ལོགས་ཡོད་བདེ་བའི་བརྩེགས་མ་དེ་སྟག་ལ་པ་ལྕགས་ཞེས་པའི་ཡི་གེ་ཅིག་དང། སྟག་ལ་པ་ལྕགས་ཞེས་པའི་ཡི་གེ་དེ་འདྲའི་དང་བརྩེགས་མའི་གི་སྟག་དེ་ཡལ་ཞིམ་གྱི་ཡུག་ལ་ཡ་ལྕགས་ཅེས་པྲ་ཏི་ཡུ་ཐུ། པྲ་ཏི་ཡུ་ཐུ་ཅེས་ཀྱི་སྟག་དེ་ཡལ་ཞིམ་གྱི་ཡུག་ལ་ཡ་ལྕགས་ཅེས་ཡུག། ཡལ་ཞིམ་གྱི་ཡུག་གི་རྗེས་འཇུག་ཚུལ་རེད་དེ་འདྲ་དང།

ཨ་ནི་ན་ལ་ཡ་འབྲིང་པོ་ཅང་ན་འབྲིང་པོ་ནི་སེ་ན་གོ་ཤི་ད་ད་དེ་དང་པྲ་ཏུ་ཡུད་པ་ནི་བི་ཡ་ཨ་དི་ད་ན་ག་ད་པྲ་ཏུ་ཡུད་པ་ནི་བི་ཡ་ན་མོ་སང་ན་མོ་ཨ་ན་མོ་སི་ད་དེ་སང་སེ་རྗེས་འཇུག་ང་ཡི་སྒྲ་དང་དོན་ཡང་མ་རེད་ད་དེ།

ན་མོ་སམ་ཉག། ས་མ་སམ་ཡ་ཅེས་བྱ་དང། ཨ་ནི། ཡ་གི་དྲིས་དེ་ལས་བརྩེགས་མ་ཀ་དང་པ་ར་ཏཱ་པ་ར་ཏུ་ཧཱ། དང་བརྩེགས་མའི་ཐོག་མའི་གི་ཀ་དེ་ཡ་ལ་ཡ་བྱ་ཅེས་སམ་ཡེ་ཀ།

རི་དྭགས་འབའ་ག་འབའ་ག་འབད་འབའ་ཡ། འབའ་དང་འབད་འབའ་དང་འབའ་ཡ་དང། ཞེས་པ། འབད་འབའ་ཡ། དེ་ནས་ན་མོ་སུ་ཝར་ན་ཝར་ན། སུ་པྲི་ཏི་བ་ས། བི་ནཱ་དི་ཏེ། ཤཱི་བ་ར། རཱ་ཇཱ་ཡ་ཏཱ་ཐཱ་ག་ཏ། ཏཱ་ཐཱ་ག་ཏ་ཡ། དེ་ནས་ད་ཁྱེར་རྒྱ་མཚོ་མ་ཤཱཀྱ་ཀློག་འདོན་ཞུ་གི་ཡིན་ད། ན་མོ་སིང་ཧ། སིང་ཧ། སི་ཏེ་ད་འདི་རྗེས་འཇུག་ང་ཡི་སྒྲ་དང་དོན་ཡང་རེད་ད་ས་རྒྱུ། ས་དགེ་ཀུན་བཀང་ལ་ཡ་ཐིག་ལེ་ཅན་དེ་གང་ས། ཡ་སོ་རྒྱལ་ལ་ང་ལྟར་བཀླགས་ཞེས་གསུངས་རོ། ཡ་སོ་རྒྱལ་གྱི་ཡི་གེ་རེད་བ་ས་དེ་དེ་དུས་འགོ་ནས་སིང་ཧ་སི་ལོ་ཡ་རེད་ད། ན་མོ་སིང་ཧ་བི་ཀྲི་ཏི་ཏཱ། བི་ཀྲི་ཏི་ཏཱ་ཀ་ར་ད་ཀྲི་རེད་བ།

འགག་རྟགས་ར་རྟགས་ར་གསུམ་མོ་དེ་རྩག་ཏུ་ཞུགས་རྒྱལ་བའི་སོར་བྱེད་དུའང་ཡིན་གྱི་འདུག་བློ་དང་དུག་ཟེར་ནས་ས་མན་རྟགས་བཅས་ས་བཅས་མ་ན་མན་རྟགས་ར་བ་ས་མན་རྟགས་བཅས་ཨ་ར་ས་བཅས་ར་ས་ར་ས་མ་ཡ་རྟགས་མ་ཡུ་བ་ཨ་ར་ས

པ་ཆེ། ཤ་ལ་ཤ་ཡ་དང་ཡོད་དེ་ཤ་ཡ་རོ། ཁྱི་གུ་ཡོད་དེ་ཤ་ཡི། ན་མོ་བི་པ་ཤི་ནི་ཏ་ཐ་ག་ཏ་ཡ། ན་མོ་ཤི་ཁེ་ནི་ཏ་ཐ་ག་ཏ་ཡ། ན་མོ་བི་ཤི་བ་འབུ་ཇི་ཏ་ཐ་ག་ཏ་ཡ། ན་མོ་ཀ་ར་ཀུ་ཆི་མདའ་ཡ། ཀུ་ཆི་མདའ་ཡ་ཀ་ཤིམ་ཆུ་ཀུ་བཅས་ཁོ་རང་གི་ཚིག་གྲོགས། ལྕགས་དང་ཕྱག་གཉིས་བརྩེགས་མའི་ཡི་གེ་སོང་ཙང་རྩེ་ལྔའི་བཅའ་དེ་ནི། ད་ཡི་སྒྲ་དང་སྟོན་དགོས་པ་ཞིག་གསུང་དགོས་བར་བ། ང་ཡི་ང་ཡི་གཞུང་ན་ཡོན་ཏུ་སྐུ། སྐུ་ཆབ་མདའ་ཡ། ན་མོ། ཀ་ར་སྐུ། སྐུ་ཆབ་མདའ་ཡ། དེ་ནས་ཏཱ་ཐཱ་ག་ཏཱ་ཡ། ན་མོ་ཀ་ན་ཀ་མུ་ན་ཡེ། ཏཱ་ཐཱ་ག་ཏཱ་ཡ། ན་མོ་ཀ་ཤཱ་པ་ཡ།

སྭ་ཏཱ། ཀ་ར་ཀ་ར། ཀི་རི་ཀི་རི། ཀུ་རུ་ཀུ་རུ། ཀུ་རུ་ཀུ་རུ། མ་ཧཱ་ཨཱསྟ་དམ། པྲཱཔྟ། ཅ་ལ་ཅ་ལ། ཅ་ལ་ཅ་ལ། སཱན་ཅ་ལ་སཱན་ཅ་ལ། བི་ཅ་ལ་བི་ཅ་ལ། པྲ་ཅ་ལ་པྲ་ཅ་ལ། ཨི་ཏྲ་ཏྲ། ཨེ་ཏྲ་ཏྲ་ཨེ་ཏྲ་ཏྲ། བྷ་ར་བྷ་ར། བི་རི་བི་རི། བུ་རུ་བུ་རུ། ཏཱ་ར་ཏཱ་ར།

ཀྱེ་ནི་ཀྱེ་ནི། ཀྱེ་ནི་ཀྱེ་ནི། ཀུ་ནུ་ཀུ་ནུ། ཅཱ་ར་ཅཱ་ར། ཅི་རི་ཅི་རི། ཅུ་རུ་ཅུ་རུ། ཨིན་དིར་ཡ། ཨ་ཀྱུ་ཨིན་ན་ཨིན་དཱ་ར་དཱ་ནྡྲ། ཁི་གུ། ཨིན་དིར་ཡ། བ་ལ། བོ་དཱ་ཡང་ག། དཱ་དཱ་དཱ། ཡང་ཨ་ཡང་ག། བོ་དཱ་ཡང་ག། ཅི་ཏོ་ར་ར་ཡ།

ཅར་མམ་ཟེར་བ་ཅཱ་ར་ཅར་མ་མ་མམ་ཅར་མམ་ཀྲི་ཏཱ་ཨ་ནི་པ་རི་ཀ་ར། དེ་ནས་ཨེ་ཧེ་ཡ་ཧེ། མ་ཧཱ་ཀ་རུ་ནི་ཀ། ཨི་ཤི་བ་ར། མ་ཧེ་ཤི་བ་ར། མ་ཧཱ་བྷུ་དྡྷ། ག་ན་སངས། བྷན་ཇ་ཀ། བྷ་ན་བྷན་ཇ་སེ་མ་དོ། དེ་ཉ་ཉ་དེ་ན་ཡི་སྒྲ་དང་ལྡན་བ་ར། སམ་བྷན་ཇ་ཀ། ཀ་ར་ཀ་ར། ཀི་རི་ཀི་རི། ཀུ་རུ་ཀུ་རུ།